ད་ཁ་སང་ཁྱོད་རྒྱ་བའི་ནང་ལོག་ནས་ཁ་ཞིག་ནོར་དེ་ཡོད་ས་རེད། ད་ལྟ་ཇོ་མོ་གླང་མ་ཁ་ཐོག་འདིར་སླེབས་འདུག་ཇོ་མོ་གླང་མ་དེ་བསྟན་མ་སྐྱོན་གཉིས་ཀྱི་ཁོངས་སུ་ཡོད་བཟོ་འདུག་ཅིག་ཤེས་ཡིན་བསམ་ད་ལྟ་ཡིན་ན་གཏེར་ཚུལ་ནོར་གོ་ཡོད་ས་རེད་ཇོ་མོ་གླང་མ་དེ་ནས་ཆེད་མངགས་ཀྱིས་ནང་ཚིག་ཡིན་ས་རེད་བ་དེ། ད་ཅི་སྟངས་དེ་གར་ནོར་འདུག་མི་འདུག་རྣམ་པ་ཚུགས་ཚུགས་རོགས་གྱིས། ད་དེ་ནས་ཁ་སང་ད་བར་ལ་ང་ཚོ་དེ་ཤེས་རོགས། རང་གཞུང་གི་སྤེལ་ཀ་དང་ཕྱི་ནང་དང་གྲོང་སྣེ་ལ་སོགས་པ། དེ་འདྲའི་མ་ཤེས་བ་རེད་ད་དེ་རིང། ད་རི་དྭགས་སྐོར་རི་ཆས་སྲོག་ཆགས་སྐོར་དེ་བལྟས་ཚེ་ཤེས་བ་ཡིན་ན།

སྒོ་ཕྱེ་ས་དང་གློག་སྒོ་ཕྱེ་ས་དང་དེ་འདྲའི་འདྲ་བར་གྱུར་བ། དེ་ཚང་མ་དྲིན་ལས་ཡོད་མ་རེད་ལ་ཤུགས་མཐུ་བོ་ཡོད་མ་རེད་དོ་རི་དྭགས་ཧ་ཅང་གི་མང་པོར་བ། ཐོག་མའི་ང་ཚོ་བོད་ཀྱི་རི་དྭགས་དེ་ལས་དབྱིན་ཇི་ཀྱི Dinosaurs ཞེས་བྱས་ཟེར་བ། དེ་བོད་ས་ཆ་ལ་ཞི་དྲག་ཡོད་ཟེར་བ། དེ་ནི་ང་ཚོ་བོད་པ་ཚོས་འབྲོག་ཡིན་པ་ཆ་རེ་བརྒྱབ་ནས་དེ་ཚོ་རུས་པ་ལ་འབྲོག་རུས་རེད་ཟེར་ས་བོན་གཡར་དགོས། ཨེ་སྨྲས་ནོ་ཞེས་རབ་བཀྲེས་ནས་དེར་བཞུར་བར་གྱུར། ད་དེང་སང་བོད་པ་དེ་དེར་འདུག་མ་ཡིན་པ་ད་ཧ་གོ་གི་ཡོད་ས་རེད་དེ་ད་ཡང་གནའ་སྔ་མོར་འགྲོ་གི་རེད་ཟེར་མང་པོ་ལབ་ཡི་བ་ཡིན་ཙང་སྤམ་མ་ཤོར་ཡག་གི་ཅིག་མཆིས་དགོས། ད་དེ་འབྲོག་སྡེ་རེད་ཟེར་ན་ཁ་ནས་འདོན་ཡི་གི་འབྲོག་སྡེ་མ་རེད་དེ་ལས་གཏུམ་དྲུག་ཟེར་གི་ཡོད་རེད།

ས་གོ་འོག་ལས་མ་བཀོག་ཡོང་དུས་ནས་ག་འདྲེ་ཡིན་འདུག་བལྟ་ནས་ད་ཁོ་རང་གི་གཟུགས་པོ་ལ་ག་འདྲེ་ཡོད་ས་རེད་ཡ་དྲན་ཡོང་དུས། དེ་ནས་འབྲོག་ནག་གི་མེ་བ། རྭ་ཅོ་མེ་བ་ཤོག་བུ་མེ་བ་རྣམས་ལས་འབྲོག་ཐུ་ཡག་གི་དེ་འདྲའི་ནུས་པ་གང་ཡང་མེད་རྐྱེན། བྱ་སྟེགས་དཔའ་བོ་ཤོས་ཀྱི་རི་ཚོགས་འདྲ་བོ་ཅིག། མ་ཟོག་གི་སྐམ་པ་དེ་ཚོ་ཆེན་པོ་སྦོམ་པོ་ཡིན་མཁན་ཡ་ཟོག་ཆུང་ཆུང་ཡིན་མཁན།

ཕྱེད་ལ་ནག་ལོ་ནི་ཡ་ལྔ་ལ་འདྲ་བ་གཅིག་དང་གདན་བཟང་འདྲ་གཅིག་ན་རྩ་སྟོང་གཅིག་ཟིན་པའི་སོག་ཁྱ་བྱེད་རན་འདུག་ཨ། འཛམ་གླིང་ལ་ས་རས་མང་པོ་འདུག་ཅིག་དོན་ངོ་དོ། ཨོ་དེ་ཡིན་ང་ཚོ་བོད་ལ་འདུག་ཨ། ད་དེ་ནས་ང་ཚོ་བོད་ཀྱི་སོག་ཁྱ་རི་དྭགས་དེ་གི་ཤེལ་སྒང་དེ་གནམ་རྒྱ་འདྲ་བ་དེ་ཆོབ་ཚ་བོ་ཞིག་རག་ཡོད་རེད། ཨོ་ངས་དེ་ཚོ་མ། ཀོ་ཙི་ཀྱི་ཞོག་པོ་བསམ་སོང། དང་པོ་ང་ཚོ་ག་རེ་བྱེད་ཀྱི་ཡོད་རེད་ཟེར་ན་བོད་པ་ཀྱིས་སྤྱན་གཟིགས་ཟེར་གཅིག་ཀྱེ། རི་དྭགས་ཟེར་གཅིག་ཀྱེ། འདབ་ཆགས་ཟེར་གཅིག། འབུ་སྲིན་ཟེར་གཅིག། དེ་འདྲའི་ཀྱི་རེད་ཁྱེད་ཡིད་སེམས་ཀྱི་ལུགས་སྲོལ་ཅི་ཡོད་རེད་བ།

ཏག་ཏག་ཅིག་བསྡད་ཡོད་མ་རེད། དཔེར་ན་དུམ་ཁྲག་དོམ་གཉིས་ན་གོ་བརྡ་གཅན་གཟན་ཁོངས་སུ་གཏང་དགོས་བར་བ། ད་དུད་འདྲ་གི་རིགས་མང་པོ་ཅན་གྱི་ཡང་རྩ་དང་ཤིང་ཐོག་དང་དེ་འདྲའི་ས་དེ་མ་གཏོགས་ཤ་མི་བཟང་མཁན་གྱི་དོམ་གྱི་རིགས་དེ་འདྲ་མང་པོ་འདུག་བ། དེ་ནས་ཨ་བདེ་དཔེ་ཡུལ་ལ་སོགས་པ་འདི་ཚོ་དེ་རི་དྭགས་རེད་གི་གཅན་གཟན་རེད་ཟེར་དུས་ད་རྩོད་པ་རེད། ཨེ་མི་དགོས་འདི་ཚོ་ག་རེ་རེད་ཟེར།

འདི་འདྲའི་གི་ཆེ་བ་ཤིང་ཁེ་ཅི་ཡོད་ད་ལྟའི་རྒྱ་ཁེ་རྒྱ་ཏག་ཏག་རེ་བས་ཡོད་ན་མེད་ན། ད་དེ་ནས་ཁག་ཡིག་གི་གཅན་གཟན་དང་རི་དྭགས་གཉིས་ཀྱི་ཁྱད་པར་ཏེ། ད་ཁ་ལོ་ལོད་སོགས་ད་ཁྱེད་ཡོད་མེད་ད་ཡོད་ན་ཡོད་སྟངས་རེད།

ཆེ་བ་ཡིས་བསྐྱེད་པའི་དམིགས་བསལ་གྱི་དྲི་ཡོར་བ། དེ་འདྲའི་གི་ཆ་ནི་ད་གཅན་གཟན་རེད་དང་རི་དྭགས་རེད་ལྟ་དུས་ཁ་ནང་ལ་ཆེ་བ་ཡོད་མེད་དང་རྐང་པ་ལ་སྡེར་མོ་ཡོད་མེད་དེ་འདྲའི་གི་ཆ་བ་ཤེས་དགོས་པ་རེད་ཟེར་གི་ཡོད་རེད། ད་དེ་ག་རྒྱ་ཆ་ནས་ག་ཚད་ཆེ་མཐོ་ཡོད་ན་ཏག་ཏག་བསྡད་གི་ཡོད་དམ་མེད་ན། ད་དེ་ནས་ཡང་ང་ཚོ་བོད་པ་གི་འདི་ཚོ་ལ་ར་ཆེ་སྟངས་ཡིན་པ་ཅིག་ཡོད་རེད། ར་པ་ཅིང། རི་མོ་ཅིང། པུ་རུ་ཅིང་བྲ་མ་ཅིང་ཟེ་ཅིང་གི་ར་ཡིག་ཡེ་ཤེས་ཀྱི་ལུགས་སྲོལ་ཅིག་ཡོད་རེད། དེ་ཡང་སྙིང་རྗེ་མོ་ཡོད་རེད་ད་དེ་ཚོ་དེ་མང་ཆེ་བ་དེ་སྤུ་མདོག་གི་ཆ་ནས་བྱེད་པ་ཤེས་ཡོང་གི་ཡོད་རེད། དེ་བ་རང་བདག་སྐྱེ་ཚེ་དུས་སེང་གེ་དང། དྲེད་མོང་དང། དྲེད་མོང་དུ་ཡང་ར་བདག་སྐྱེའི་ཁོངས་སུ་བརྩི་ཡོང་དོ་མཚམས་མཚམས་ལ། དེ་ནས་མི་དགོས་ར་བདག་སྐྱེ་ཡོད་རེད་ཟེར་དེ་རིགས་བཤད་ཡོད་ད་དེང་སང་ལོས་གང་ཤེས། ང་ཚོ་མི་གི་མེས་པོ་ཧོར་མོན་ཟེར་ད་ལོག། འབངས་ཀྱི་ཡ་ཡ་སྔོན་འདྲ་བོ་འཁྱམས་ཟིན་པ་ཡིན་ན་ང་ཚོ་མི་གི་མེས་པོ་དེ་ཚོ། མི་དགོས་འདྲ་བོ་མགོ་ལ་སྐྲ་ག་རང་ལ་གང་ཚང་ཡོང་རྒྱུ་རག་པ་འདྲ་བོ་ཡོང་མཁན་དེ་འདྲ་ཡོད་ཟེར་བ་དེ་བདེན་ཚང་དེ་འདྲ་ཡོད་མེད་མི་ཤེས། དེ་ནས་རི་ངོགས་ཀྱི་གསན་ཡོང་དུས། རྟ་དང། གཟེགས་དང། ས་དང། དེ་ཚོ་གྲངས་འདི་ལས། ད་རི་མོ་ཅི་ཡིན་གཟིགས་ཡོད་རེད། རི་མོ་ཁྲ་ཁྲ་ཡིན་ན་འདྲ་རི་མོ་གོག་གོག་ཡིན་ན་འདྲ། ས་དང། གོང་གསལ་དེ་གཉིས་གཅིག་འདྲ་བོ་མེད་འགྲོ་བསམ་གྱི་འདུག། ང་ཚོ་ལུང་པ་ནས་ས་ཟས་ཅིག་བཤིག་གི་ཡོད་རེད། སངས་རྒྱས་ཀྱི་གསུང་རབ་ནང་གོང་ཟས་ཅིག་ཡོད་རེད། གླིང་གི་སྒྲུང་དེ་ཚོ་ནང་ལ་གོང་ཨ་ལོང་གྱི་ཟས་ཐིག་ལེ་ཅིག་ཟིག་རེད་བ། དེང་དུས་ད་གོང་དུ་ཡིན་པའི་བར་ས་ཟས་དེས་གོང་དུ་ཟས་གཉིས་འདི་མཚམས་སུ་འཁྲུགས་བསྡད་པའི་བཙོན་ར་བ་ཡོད་རེད། གནམ་ལྷ་མོག་གི་མིག་གི་ངོས་འཛིན་བྱེད་སྟངས་ཡིག་རྙིང་གི་ངོས་འཛིན་བྱེད་སྟངས་ལ་དེང་སང་གི་ང་ཚོ་བོད་པ་ངོས་འཛིན་བྱེད་སྟངས་ང་ཚོ་ད་ལྟ་ཟེགས་རེད་ཟེར་ཏེ་གནམ་ལྷ་མོག་གི་དུག་སྒོང་ཟེར་དེ་འབུས་སོང་འདྲ་བོ་གྱིས། དེ་ནས་སྤུ་རུ་གྱི་ཟེར་ཡོང་དུས་ད་གཡི། གཡི་གི་ཨ་མཆོག་གི་རྩེ་ཐོག་ཡར་གྱི་སྤུ་རུ་འདྲ་བ་སྤུ་ཚུག་ཚུག་གྱི་བ་ད་དེ་འདྲ་ལ་ཟེར་གི་ཡོད་ས་རེད་སྤུ་རུ་གྱིན་ཟེར། ད་སྤུ་རུ་གྱིན་ནང་ལོགས་ལ་བ་གར་ཟེར་ཏེ་གཡི་དང་ཤམ་བུ་དང་ཕ་ར་དང་ཚང་མ་བཞག་ཡོང་འདུག་བ། འདི་ཚོ་ལ་སྐོར་བ་དམིགས་བསལ་གྱི་སྤྲ་ཚོགས་ཡོད་དང་དེ་འབྲེལ་གྱི་ཡན་དག་སེལ་ཐུབ་ཡོད་པའི་ནུས་པ། མཚོན་དོན་གཡས་ལེགས་ན་གནམ་ཆོག་ལ་སྤོས་འདུག་བ་དེ་ནང་ཡིག་གི་དེ་ཡོད་རེད་ཟེར་གྱི་ཡོད་རེད། ད་སྤྲ་སྣ་གཅིག་སེལ་ཡོང་དུས་དེ་ནས་བ་ལ་སོགས་པ་སྤོ་ཡག་པོ་ཡོང་གི་འདྲ། བ་དང། སམ་དང། ཨ་ཀི་པིའུ་ཡག་ཡོད་ན་མེད་ན་ད་ཨ་ཀི་པིའུ་དེ་གཅན་གཟན་ཁོངས་སུ་བརྩི་དགོས་རེད་རེ་ད་ཁོངས

ང་ཚོ་བོད་ཀྱི་དཔེ་ཡོད་དེ་འདྲ་ཡིན་ན་ད་ཆའི་བོད་དེ་ཚོ་ཡག་པོ་ཡོད་རོགས་གྲ་མ་གཅིག་འདྲ་བོ་ཆགས་ཡོད་ས་རེད་ད་དཔེ་ཡོད་ནག་པོ་དེ་འདྲ་སྔོན་རྒྱབ་དེ་འགའི་དེ་འདྲ་ཁོའི་གཟུགས་པོ་འདུག་ལ་འཕགས་པ་འཕགས་ནག་འདྲ་བོ་འཕགས་པ་ནག་པོ་འདྲ་བོ་མ་འདུག་པོ་ཁོ་གྲ་མ་སི་ཀའི་སྨན་སྦྱོར་དེ་འདྲ་ཡོད་ད་རི་དྭགས་ལ་འཕགས་སོང་བ་ཡིན་ན་ད་ད་ལྟ་དེ་ཚོ་གཅན་གཟན་རིགས་གཞན་པའི་དབང་དུ་དང་པོ་རུ་གྱི་གྲ་མ་གཅིག་ར་བ་གཅིག་འདི་ཚོ་དེ་རི་དྭགས་ལ་འཕགས་སོང་བ་ཡིན་ན་ཕོ་ར་མོ་ར་གསུམ་ལ་ཡོད་རེད། ཕོག་ཡོད་མོག་ཡོད་སོང། ཕོག་ར་མོག་ཡོད་སོང། འདི་དགུ་ནི་འདུས་པ་རེད། ཕོག་ར་མོག་ར་སོང་ཟེར་ཡོང་དུས་ག་ལ་འོས་ཟེར་ན་ཕོ་མོ་གཉིས་གང་ལ་ར་ཆོག་ཡོང་ཁྱེད་ཀྱི་རི་དྭགས་ཀྱི་རིགས་སོང་ཡོད་རེད་ཟེར་བ་དེ་ག་རེད་ཟེར་ན་འབྲོང། གཉིས། རྣ་བ། དེ་གསུམ་དུ་རེད། འབྲོག་གཉིས་རྣ་བ་གསུམ་ལས་ཕོ་ལ་ཡང་ར་ཆོ་ཡོད་རེད་མོ་ལ་ཡང་ར་ཆོ་ཡོད་རེད། དེ་གསུམ་དུ་ལས་ཕོ་ར་མོ་ར་གསུམ་ཟེར་ན་དེ་གསུམ་དུ་ལབ་ཡོད་རེད། ཕོ་ཡོད་མོ་ཡོད་གསུངས། ད་ཕོ་དང་མོ་གཉིས་ཀ་ཡོད་མོ་རེད་བདེན་གི་ཨ་ཡོད་རེད་བདེན་གི་གི་རེད་ད་གསུངས་ཡོད་རེད། དེ་སུ་རེད་ཟེར་ན། སྐྱང་དང་གླ་བ་དང་རི་བོང་གསུམ་དུ་རེད། དེ་གསུམ་དུ་ཕོ་མོ་གཅིག་ལ་ཡང་ར་ཆོ་ཡོད་མ་རོ། ཕོ་ར་མོ་ཡོ་སོང་ཕོ་ལ་ར་ཡོ་མཁན་མོ་ལ་ར་མི་མཁན་གཅིག་དུ་ཡང་རི་དྭགས་སོང་ཡོ་རེད་སྲིད་དེ་ག་རེད་ཟེར་དུས་ཤ་བ་དང་གཙོད་དང་དགོ་བ་སོང་འདི་རེད་སྲིད་ཤ་བ་དང་གཙོད་དང་དགོ་བ་སོང་འདི་ལ་ཕོ་ཡིན་ན་ར་ཆོ་ཡོ་རེད་མོ་ཡིན་ན་ཡོ་མོ་རེད་ར་ཆོ་ཡོ་མ་རེད་སྲིད་དེ་ལ་རེག་སོང་འདོ་བ་ཤ་གཙོད་དགོ་བ་དེ་ད་རི་དྭགས་གི་རེད་དེ་རེད། རེད་འདྲ་བ་དེ་སྡིག་དགོས་ལ་འདུས་པ་རེད་ཟེར་གྱི། བྲིས་ཡོད་རེད་དེ་ཡང་དབྱེ་བ་སྲིད་ཏང་ལ་སྙིང་རྗེ་བོ་འདུག་ཨ། ང་ཚོ་བོད་པ་གི་རྩི་ཐང་གཅིག་ལས། གནམ་ལ་འཕུར་དགོས་ས་ལ་འཛུལ་དགོས་བར་ལ་ཆོས་དགོས་ཆོས་དེ་འདྲའི་རྩི་ཡོད་རེད་ལུགས་སྲོལ་གཅིག་ཡོད་རེད་བ་ད་དེ་ཁོ་རང། གནས་ས་བའི་ཡུལ་ལ་བཏུས་ནས།

མི་གཙང་གྲིབ་སྐྱུག་སེལ་བའི་སྦྲུམ་པ་དང། དམའ་སེམས་མཁས་མཛངས་ལྡན་པའི་སྲེ་མོང་དང། འབྲུ་ཚའི་སྲུང་སྐྱོང་མཁས་པའི་ཞི་བ་དང་ཙི་ཙི། མ་རོང་སྟོད་པའི་མགོ་སྐྱེས་ཏིག་སི་དང། བློ་གསར་ལུས་ཁྲག་རྩ་ཆེན་གྲོ་མ་དང་འབུ་གྲོ་མ། སྣ་ཚོགས་མཚན་དང་ལྡན་པའི་རུས་སྦལ་དང། བཀྲ་ཤིས་གཉིས་སུ་མཆེད་པའི་དུང་དཀར་དང། ཁ་རླངས་རྡོ་རྗེ་རྐང་པའི་སྟོང་རོ་དང་སྦྲུལ། གཤོག་དྲུག་གསེར་མིག་བརྒྱད་པའི་ཆུ་འབྲོག་ཅེས་ཉག་གཟིགས་ཡོད། དེ་དག་གི་ས་དེ་ཚོ་ཁྱོད་དེང་སང་རེད་བསམ་འདུག། དེ་ནས་བར་ལ་མཆོག་དགོས་དོན་དེ་རེད་འདུག། རྩ་ཆེན་བདེ་ཆར་འཇམ་པོ་སེང་གེ་དང། སྤུ་རིས་མེ་དང་བཀྲ་བའི་རྒྱ་སྟག་དང། ཞེ་སྡང་དཔའ་རྟུལ་བྱེད་པའི་སྡོང་བུ་དང་སྡོམ། འཇམ་མཉེན་སྤུ་ཡི་གཡང་འབེབས་ལུག་ནག་དང་ལོག། ཅང་ཤེས་སྤྲིན་ཕྱོགས་ལྡན་པའི་གཏམ་ཕྱོགས་དང། རབ་བརྗོད་སྒོམ་དང་མཉམ་པའི་ཤྭ་བ་དང། རྡོ་རྗེ་རབ་ལྡན་འགྲོ་ཡག་ཞོག་པོ་དང་འབྲོང་དང་གཡག་ལ་གོ། མི་ཡི་སྤྱོད་པ་ཤེས་པའི་སྤྲེའུ་དང། ཞེ་དུག་བློ་གྲོས་ཆེ་བའི་རི་བོང་ཅེས།

སངས་རྒྱས་ཀྱི་གསུང་རབ་ནོར་དེ་ཡང་ཡིན་ན་ནི་རྐང་པར་མང་ཉུང་གི་ཆ་ནས་མང་པོ་བརྩི་ཡོང་དགོས་རེད། རྐང་གཉིས་དེ་མི་བརྗེ་དེ་ནི་རྐང་བཞི་དང་རྐང་མང་དང་ཟེར་ནས། མི་དང་བྱ་གཉིས་ཀ་རྐང་པ་གཉིས་རེད་བ་དུད་འགྲོ་ཕར་ཆེ་བ་དང་རི་དྭགས་ཕར་ཆེ་བ་དེ་རྐང་བཞི་ཡིན་རྒྱུ་རེད། ད་འབྲུག་གི་རིགས་འབྲུ་སྲིན་གྱི་རིགས་དེ་ཚོ་ལ་རྐང་པ་ཧ་ཅང་གི་མང་པོ་ཡོད་རེད་བ།

ལྷ་དང་མི་ལས་དང་ཁྲག་དང། འདི་ཚོགས་ཤ་ཟ་ཡོ་རོགས་དང་ཤ་ཟིན་ཅིག། འདམ་ཟན་སྲན་ཡོང་དུས་འདམ་པ་ནང་ལོགས་ལས། ངང་པ་དང་ཁྲོང་ཁྲོང་དང་འདི་ཚོགས་རེད་དེ་འདམ་ཟིན་ཅིག། སྤུ་སྡུག་སྲན་ཡོང་དུས། དེ་ནི་རྨ་བྱ་དང་སྐྱ་བྱ་དང་ནད་ཚོགས་དང། ནད་ཚོགས་ཡང་ཕ་རྗེས་སྤུ་སྡུག་ནང་ལོགས་རྒྱག་ན་མ་འདྲ་སྐད་མི་འདུག་གོ་ཤོག་པ་འདི་ཚོ་སྙིང་རྗེ་མོ་ཡོ་རོགས།

ད་རོ་ད་དེ་ཚོ་དེ་ཡང་ང་ཚོ་གི་དཔེ་ཁ་འདྲ་བོ་ཆགས་ཀྱི་ཡོད་རེད་ད་གནའ་སྔ་མོ་ཡིན་ན་རི་དྭགས་དེ་ཚོ་ལས་ཐོན་པའི་ཐོན་ཤིང་དེ་ཚོ་ཕར་བཙོང་ནས་དཔེར་ན་ཤ་ར་ནག་ཙི་ལ་སོགས་པ་དེ་ནས་དཔེ་བཙོང་བ་ནང་བཞིན་བྱས་ནས་སོགས་ཞེས་བེད་སྤྱོད་བཏང་གི་ཡོད་རེད་བ། ད་དེང་སང་དེ་འདྲའི་བྱེད་ཀྱི་མེད་པ་ཡིན་ན་ཡང་གང་ལྟར་དེ་ཚོ་ཡོད་པ་ཙམ་གྱིས་ང་ཚོ་མི་ཡི་རིགས་དེ་འཚོ་གནས་བྱས་ཡོད་རེད་ཞེ་དྲག་ཕན་ཐོགས་ཡོད་ཟེར་བ། སྨན་པ་ཡིན་ན་མི་གཅིག་གིས་གཟུགས་པོ་ནང་ལོགས་ལ་འབྱུང་བ་དེ་ཚོ་ཆ་མྱོང་དགོས་རེད་ཟེར་འབྱུང་བ་ཆ་མ་མྱོང་འཁྲུགས་སོང་ཡིན་ན་དེ་ན་ག་རེ་ཟེར་གྱི་རེད་དེ་ནང་བཞིན་ང་ཚོ་འཛམ་བུ་གླིང་འདི་ཁ་ལས་སྲོག་ཁ་སེམས་ཀྱི་དེ་ནས་ཕག་གི་རྩ་རྩི་ཤིང་རྣམ་ཤེས་རླུང་དུ་བཅུས་པ་དེ་ཆ་སྙོམས་དུ་མེད་པ་ཡིན་ན་དེ་ནས་མི་ན་བ་ནང་བཞིན་འཛམ་བུ་གླིང་ཁོ་ཡུག་ཁོ་རང་ནང་ངོ་སར་ཁྲག་ཁྲུག་ཆགས་ནས་ད་ད་འདྲ་གི། གཅན་གཟན་དང་རི་དྭགས་དང་འདབ་ཆགས་ཀྱི་རིགས་དེ་ཚོ་ང་ཚོ་མི་དང་མཉམ་དུ་གནས་ཀྱི་ཡོད་རེད་བ། མི་གི་ལྕགས་ཁང་པ་ཅན་ནང་ལ་ཁ་རང་ཆ་ལ་ས་ལ་བསྡད་ཀྱི་ཡོད་མ་རེད་དེ་ལུང་པ་ཅན་ནང་ཆ་ལ་གནས་དེ་ལ་བསྡད་ཀྱི་ཡོད་ལུང་པ་ཁོ་རང་ལ་གཅིག་མ་མེད་པ་ཡིན་ན་ལུང་པ་ཁོ་རང་ན་ཚ་ཆགས་ཀྱི་ཡོད་ས་དཔེར་ན་མི་གཅིག་ལ་རྐང་ལག་བརྒྱད་དྲན་ནོར་བསྐྲུན་དགོས་ཡོད་དུས་གཅིག་མ་ཚང་བས་ན་མི་ཁོ་རང་ན་ཡོད་མི་རུང་བ།

ཡག་པོ་ཚེ་ལི་སྒང་ནས་མང་དྲག་སོང་ཡིན་ན་སྤང་ཚང་མ་སྔོག་ནས་ས་ན་འཇོན་རོགས་ཡིན་དུས་དེ་ནས་ཡ་རྐྱང་པོ་དང་བ་དང་དེ་ཚོ་དེ་རྒྱན་ཆེན་པོ་ཆགས་ཡོད་ས་རེད་དེ་ཚོ་དྲང་གི་ཡ་ཙི་ཙི་དེ་ཟ་དུས་ཁོ་ཙི་ཙི་དེ་དྲང་ག་མང་པོ་ཡ་འཕར་མི་བགྱིད་ཡ་ཙི་ཙི་ཟེར་ན་མི་འདུག་ད་ལྟ་དྲ་ག་དང་ཨ་བ་སེ་དེ་ཚོ་ཞི་བ་ཡ་མང་པོ་འཕར་མ་བགྱིད་ཡ་ནི་ཁོ་ཚོད་འཛིན་འདྲ་བོ་ཅིག་དགོས་ཚོད་ཙམ་གྱི་ཁར་ཏག་ཏག་བྱེད་ཀྱི་ཡོད་ཟེར་བ། དེ་ཙམ་ང་ཚོ་སྤྱང་ཀི་ཟླ་བ་འདི་ཚོ་ང་ཚོར་གས་གས་ཕན་ཐོག་མེད་པ་འདྲ་བ་ངོས་འཛིན་བྱས་ནས་སྲེད་སྦྱང་བྱས་པ་ཡིན་ན་དེ་ནི། དྲ་གྲགས་དེ་ཚོ་སྤྱིན་ཕི་བ་ཡིན་ན་ས་ཚང་མ་དེ་ཟས་ཁང་གྱོན་འདྲ་བ་ཡག་གི་ཉེན་ཁ་ཡོད་ཟེར་བ། འདི་ག་ནང་གི་ཡང། དཔེར་ན་གཟན་པའི་དེ་ཆ་མཚོན་པ་ཡིན་ན་ཁོ་ཤིང་ནགས་ནང་ལ་བསྡད་བཞག་དུས། དེ་ཞེ་དྲག་ཡག་པོ་ཡིན་ས་རེད།

ད་འདི་འདྲ་ཀྱི་དཔེ་མཚོན་མང་པོ་བཤད་ཡོད་རེད། ད་ང་ཚོ་དཔེ་སི་ཡན་འདྲ་བོ་ཅིག་ཤེས་པ་ཡིན་ན་ཞག་གི་ནང་ལ་དཔེ་ན་བྱིའུ་འཆི་བ་དེ་འདྲ་ཡོད། ད་བྱིའུ་འཆི་བ་ཟེར་དེ་མི་ལ་ག་རེ་ཕན་ཐོགས་ཡོད་ན་བསམ་དགོས་རེད་བ། ནས་བསྐམས་ན་ཟ་འགྲོ་གི་འདུག་ཁྱུ་ར་བསྐམས་ན་ཟ་འགྲོ་གི་འདུག་ད་དེ་ཚོ་དང་མལ་བཟོས་ཀྱིན་ན་བསམ་ཡོད་ཅིག་ཡོད་རེད་བ། དེ་ལ་བརྟེན་ནས། ལྔ་བཅུ་ང་ལྔ་ལོ། བཞིན་འཆི་བ་གིས་འགྲོ་ས་འགྲོ་གི་འདུག་ཟེར་ནས་མོ་ཀྲུང་ཞིག་གིས་བཀའ་བཏང་ནས། འཆི་བ་ཚང་མ་བསད་དགོས་རེད་ཟེར་བཀའ་བཏང་དུས། རང་ཧེ་ནི་ཡིན་ན་ཉི་མ་གཉིས་ལས། འདི་ཞི་བ་འདི་འདྲ་འབོང་ལྔ་དང་ཁྲི་དགུ་བསད་དགོས་བ། ཞིང་ཆེན་སྤྱི་གི་ནང་ལ་མེད་ད་རང་ཧེ་རང་ནས་རེད་ད། ཉི་མ་གཉིས་ཀྱི་ནང་ལོགས་རེད་ད། ད་འདི་ལོ་ལྔ་དང་བཅུ་ཐོན་འདུག་ཨ། འདི་འདྲའི་སྐད། ད་འཆི་བ་སེལ་བ་ཡིན་ཟེར་གི་ཡོད་རེད། གསེར་ཐང་འདི་ལྟ་ཉིན་རྒྱལ་མོ་ཟེར་གི་ཡོད་རེད། འཆི་བ་སེལ་ན་གཏམ་རྙིང་པ་རག་གི་ཡོད་རོ་སྐར་མ་རག་སྟོད་ར་རག་གི་ཡོད་རེད། སེལ་མ་ཐུབ་ན་ཕི་བི་སྟོང། ཨ་ནི་ཚོང་དུ་འདོང་ལོ་ཁ་སྟོང་རག་གི་ཡོད་རོ། ཨ་ནི་སེལ་དུས།

བྱིའུ་ཁྱོད་ལོ་ཚོད་བཟང་འགྲོ་གི་འདུག་ཟེར་དུས་བྱིའུ་ཚང་མ་བསད་དགོས་ཟེར་གཅིག་བསད་དུས། ལུང་པ་ནོར་སྐྱིད་ལ་བྱིའུ་སྐྱེས་ཡོད་མེད་བཟོས་འདུག་ཚང་ཚང་མ་བསྔོགས། ད་ནི་འབུ་དེ་བསྐྱངས་འདུག་དེ་འབུ་དེ་ལ་མིང་བསྐྱེད་འདུག་བ་དེས་ང་ཚོ་ལུང་པ་གཉིས་ལ་ཚགས་པ་བསད་ཡོད་དེ་འདྲ་མིན་འགྲོ་བསམ། ཚགས་པ་དེ་བཏབ་དུས། ལུང་པ་དེ་ལ་ལོ་ཏོག་ཕར་བཞག་དུས་རྩྭ་མེད་པ་བཟོས་ནས་ཤིང་ཚང་མ་གཡག་རྐང་ཡིན་ན། དེར་བསྟུན་འདྲ་བོ་མ་དོར་ལོ་མ་སྐྱེས་མའི་རིགས་ཡིན་བ་འདུག་སྟེ། ཨ་འདི་ག་རེད་ཟེར་ཡོང་དུས་ད་ལྟའི་ཞི་བའི་དུས་མེད་ཙང་རེད་ཞི་བའི་དུས་ཡོད་ན་འབོད་དེ་དེ་འདྲ་ཡང་མང་པོ་ཕིག་ཡོད་ས་མ་རེད་བ་ཁུ་བཟའ་དེ་དུས། ད་གོ་ལའི་དྲག་ཤིང་རེད་ཅེས་ག་རེ་ཡིན་ན་མི་ཞུ་བ་ཡོང་གི་ཡོད་ས་མ་རེད་དེ་ཡིན་དུས་འཇར་མན་གྱི་སྤྲོ་འབོ་དེ་ཡིན་ན་ད་ལུང་པ་གཞན་པ་ལ་འགྲོ་ནས་ཞི་བ་ཉོ་གི་ཁེལ་འདུག་བ། ཞི་བ་ཉོས་ནས་དེ་ནས་ལུང་པ་ནས་ཚུར་ཁུར་འོང་ནས་ཞི་བའི་སྲོག་ཆགས་བྱས་ནས།